མི་མང་གི་ཐོག་ནས་བརྗོད་གཞི་བཏོན་ཆེད་བརྗོད་གཞི་ཆ་ཚང་མི་མང་ནས་བྱས། འདི་ནས་གཞན་གྱི་ནམ་རྒྱུན་གྲོས་ཆོད་མང་པོ་ཆགས་ནས་གྲོས་ཆོད་དེ་ག་ལ་ལག་ལེན་འདི་སྐྱེལ་ཡས་ནས་ག་ལ་ཧ་གོ་བྱེད་ཡས་རེད་ང་ཚོ་ཚོགས་པ་ལ་ཡིན་ཡས་མེད་འདི་ད་ལན་གྲོས་གཞི་དོན་དོན་ཚན་དང་པོ་ལ་ཡ་ང་ཚོ་རང་ཚེ་ཚོགས་པ་ཞིག་གོ་འདི་བས་གོ་མི་འདུག་ལ་ཡས་འདི་སྒང་ལ་ཡ་ཐག་ཆོད་ནས་གོ་འདུག་ལ་ཡས་བྱས་འདི་གང་ལ་ཚོགས་པ་ཚུགས་ཚར་བ་གྲོས་གཞི་ཡི་འདི་གང་ལ་གྲོས་ཆོད་བྱུང་ཐག་གྲོས་ཆོད་བྱུང་བ་ཚོགས་པ་ཚུགས་དགོས་བས་གྲོས་ཆོད་ག་ལ་ལག་ལེན་འཁེལ་བ་ལ་འོ་ཕོད་བརྒྱ་ཆ་ལྔ་བཅུ།

ལ་བརྟེན་ནས་ད་ད་ལྟའི་ང་ཚོའི་གི་དབུ་མའི་བོད་གཞུང་གི་དབུ་མའི་ལམ་གི་སྲིད་བྱུས་དེ་ད་དེའི་སྒང་ལ་བགྲོ་གླེང་བྱེད་འགྲོ་ཡས་གི་དུས་ལ་བབས་ཤག་ཨེ་ད་ལྟ་རང་བཙན་ལ་ཡ་བསྐྱར་དུ་རང་བཙན་ལ་འཕགས་འགྲོ་ཡས་གི་དེའི་སྒང་ལ་ཡ་དུས་ཚོད་སླེབས་འདོད་བས་ད་ནི་དེའི་སྒང་ལ་ང་ཚོ་བགྲོ་གླེང་ཞུ་ག་ལ་གང་ཙམ་ཡག་པོ་འདི་འགྲོ་སོང་ཆོ་ག་ས་ཡས་མི་འགྲོ་ནས་མཐའ་མ་དེ་ལ་ཡ་ཅིག།

རྒྱུ་མཚན་གལ་ཆེན་མིན་པར་གྲོས་ཚོགས་ནང་ལ་ཡང་དབུ་མའི་ལམ་ལ་ཡང་སྐད་ཤིག་སླ་བའི་སྐབས་ལ་ཡང་ང་ཚོས་དབུ་མའི་ལམ་འདི་འགྲིག་མི་འདུག་ནོར་འདུག་ཟེར་དུས་གེགས་གསུངས་མགོ་ཡོང་མ་རེད་དེ། ང་རང་ཚོ་བོད་པ་ནང་ཚོགས་ལ་ཁ་བཏང་ནས་མ་ཡིན་པ་བྱས་ཡོད་ང་རང་ཚོས་དབུ་མའི་ལམ་འགན་བཞེས་པའི་སྐབས་དེ་ད་ལྟའི་རྒྱལ་སྤྱི་གི་ཆབ་སྲིད། རྒྱ་ནག་ལ་འཛིན་པའི་འཛམ་བུ་གླིང་གི་སྲིད་བྱུས་དེ་གཉེར་མ། Cooperative Policy། བསྟུན་བཤད་ཀྱི་སྲིད་བྱུས་གཟིམ་དེ་ཡོད་རེད་འཛམ་བུ་གླིང་ཚང་མས་ཨ་རི་དང་ཡུ་རོབ་དང་རྒྱ་གར་ཚང་མས་ད་ད་ལྟ་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེ་གདོང་ལེན་གྱི་སྲིད་བྱུས་ཆགས་མགོ་རེད།

ང་རང་ཚོ་ཚོ་ཡིན་པས་ན་ད་རིང་དངོས་སུ་བཅར་ཡོང་དུས་དངོས་གནས་ས་གནས་གནས་སྡོད་ཀྱི་ཁྱེད་ནད་དྲག་ནད་ཤུགས་ཀྱིས་ང་རང་ཚོ་བོད་མི་མང་པོ་ཞི་བྱེད་ཕེབས་ཤག་ཐ་ན་ང་རང་ཚོ་ཉི་མ་དང་པོ་གཉིས་བ་ས་སྤེན་པ་ཉི་མ་འཁེལ་གྱི་ཡོད་དུས་བོད་མི་ཉིས་བརྒྱ་ལྔ་བཅུ་བཅས་བཅས་ང་ཚོ་གཅིག་བཟི་ཡོང་དུས་ད་ལྟ་བར་དུ་ང་རང་ཚོ་གི་རྒྱལ་སྤྱི་བོད་རང་བཙན་ཚོགས་ཆེན་གྱི་ད་ལུག་རྒྱུས་ད་ཐེངས་དྲུག་ཚོགས་པ་རེད་འདི་ནང་ལོགས་ལ་དྲང་པོ་དེ་འདྲ་ཞིག་ཕེབས་མྱོང་ཡོད་མ་རེད་བྱས་ཙང་དེ་འདྲ་ཡོད་དུས་ངའི་བསམ་པ་ལ་ད་ལྟ་ང་རང་ཚོ་སྐད་ན་དྲག་ལ་ད་ལྟ་བར་དུ་བྱུང་མྱོང་མེད་ཡས་བས་ཀྱི་ད་གྲུབ་འབྲས་ཆེན་པོ་ཐོན་མ་བྱུང་ངོ་འཛིན་ཞུ་གི་ཡོད།

ཐེངས་བདུན་པའི་ཚོགས་ཐོག་ནས་ང་རང་ཚོའི་ཡི་ཕན་ཚོགས་འདི་ཚུར་ཨེ་གྱིས་ཐག་གཅོད་བྱུང་པ་དེ་ཁོ་རང་དངོས་གནས་གྲུབ་འབྲས་ཆེན་པོ་ཅིག་ལ་ངོས་འཛིན་ཞུ་གི་ཡོད་ལ། གཙོ་བོ་དེ་ང་རང་ཚོ་ད་ལྟ་བར་དུ་ང་ཚོ་དཀའ་ངལ་སྤྲད་བསྡད་དེ་ག་རེ་ཞུ་འོས་ན། ད་ལྟ་བར་དུ་བོད་རང་བཙན་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་མཁན་ཚོགས་པ་མང་པོ་ཞུ་གི་ཡོད་དེ་ཡིན་པས་ན་ཚོགས་པ་ཚང་མ་ལོ་སོ་སོའི་ཚོགས་པ་རང་གི་ཆེད་དུ་རང་བཙན། ག་རེ་ཞུ་རང་བཙན་འཐབ་རྩོད་ཀྱི་ཆེད་དུ་ཚོགས་པའི་བརྒྱུད་ནས་རང་ཕྱག་ལས་གནང་ཡང་མ་གཏོགས་ང་ཚོ་མཉམ་འབྲེལ་གྱི་ཕྱག་ལས་གནང་ཡང་ཅིག་དང། ཚོགས་པ་མང་པོ་ཞིག་མཉམ་པོར་འགྲོ་ཐུབ་པའི་ཐོག་ལ་ཡང་འབད་བརྩོན་ད་ལྟ་བོ་ད་ལྷག་བདེ་བ་ཆགས་ཀྱི་ཡིན་པས་ན་ད་ལོ་ང་རང་ཚོ་ག་ཞུགས་རེད་ལྷན་ཚོགས་དེ་ཚུགས་ཐུབ་པའི་རྗེས་ལ་ང་ཚོ་འབད་བརྩོན་ད་ག་རང་ཆགས་བསྡད་ཀྱི་རེད་ད་ཡོད་དེ་ངེད་ཀྱི་རང་བཙན་ཚོགས་པ་ང་རང་ཚོ་ཚང་མ་མཉམ་པོ་ཕྱག་ལས་གནང་ཐུབ་བའི་ཆེད་དང་ང་ཚོ་ཚང་མའི་འབད་བརྩོན་དེ་རང་བཙན་འཐབ་རྩོད་ཆེད་དུ་མཉམ་པོ་སྤུངས་ཐུབ་ཡ་ང་འདི་ན་ཤི་རང་བཙན་པ་མང་པོ་ཞུགས་ཅིག་གལ་ཆེ་སྟེང་ལ་ཡོད་རེད་ཚོགས་པ་མང་པོ་ཅིག་གི་ཚོགས་མི་ཡིན་པ་ཡོད་རེད་མེད་པ་ཡོད་རེད་བྱས་ཙང་ཁོ་རང་ཚོ་མཉམ་པོ་ང་རང་ཚོ། མཉམ་འབྲེལ་བྱེད་པའི་ཐོག་ནས་བོད་རང་བཙན་འཐབ་རྩོད་ཆེད་དུ་ང་རང་ཚོ་ཕྱག་ལས་ག་ཚོད་གནང་ཐུབ་ཀུ་ཏོ་སྔར་ལས་ལྷག་ཅིག་གནང་ཡ་ལ་འབད་བརྩོན་ཐོག་ལ་ད་རིང་དངོས་གནས་ཀ་ན་གྲགས་ཀྱི་གྲོང་ཁྱེར་ནས་ལུག་ཁྱི་འདེམས་པའི་གི་ང་ཚོ་ཐག་ཆོད་བྱུང་བ་རེད་ཆེ་ཚང་དེ་འདྲས་ཡོད་དུས་གོ་སྒྲིག་ཚོགས་ཆུང་ཡིན་ནའི་རེད་ས་གནས་གནས་སྡོད་ཀྱི་བོད་མི་ཚང་མ་ལོག་ལ་ཐུག་ཆེད་ཆེད་ད་རིང་ཞུ་འདོད་བྱུང་སོང། ནང་དུ་ཕྱིན་ན། ད་དེ་རིང་ང་རྒྱལ་སྤྱིའི་བོད་རང་བཙན་ཚོགས་ཆེན་ཐེངས་བདུན་པ་གི་ཆེད་དུ་ཨ་ནེ་བྱང་ཨ་རའི་ཁེ་ན་ར་གྲོང་ཁྱེར་ཀྲོ་རོན་ཀྲོ་ལ་ཡོང་གི་ཡིན། ད་དེ་རིང་ང་ཚོ་ཚོགས་ཆེན་འདི་གཅིག་དོན་དང་ལྡན་པ་ཡག་པོ་གཅིག་བྱུང་སོང་ཚོགས་མི་གི་ཆ་ནས་ཡིན་པ་ཡིན་ན་ཚོགས་མི་དགེ་གཞོན་བར་གསུམ་དམིགས་བསལ་དེ་ད་ནི་བོད་རང་བཙན་འཐབ་རྩོད་པ་མི་རབས་རྒན་པ་དང། རྒྱུན་དུ་བོད་རང་བཙན་ལ་འཐབ་རྩོད་བྱེད་མཁན་མང་པོ་ཞུགས་རྗེས་བསླབ་བྱ་དེ་གི་ཐོག་ནས་གནད་འགག་ཆེན་པོ་ཅིག་ཆགས་སོང་ཨ་ནི། གཅིག་ད་ནང་དོན་གྱི་ཆ་ནས་བརྗོད་གཞི་དང་དེ་ཚོ་གི་ཆ་ནས་ཡིན་པ་ཡིན་ན་ད་བོད་རང་བཙན་གྱི་ཚུགས་ཆེན་རིམ་པ་གི་ནང་ལ་གོ་ཐོས་བྱུང་བའི་གི་རྒྱལ་སྤྱིའི་བོད་རང་བཙན་ལས་འགུལ་འབྲེལ་མཐུད་ཚོགས་པ་ཅིག་ལྷན་ཚོགས་ཅིག་བཙུགས་ཡག་གི་ཐག་གཅོད་དེ་དེ་རིང་བྱུང་ཡོད་རེད། དེ་ནང་བཞིན་གྱི་ནང་ཁུལ་ལ་བགྲོ་གླེང་གོ་བསྡུར་ཞིབ་ཕྲ་བྱས་ནས་ཨ་ནེ་མ་འོངས་པར་བོད་རང་བཙན་གྱི་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལ་གཞོན་སྐྱེས་དེ་ཚོ་ལ་བོད་རང་བཙན་གྱི་གནད་དོན་མང་པོ་ཅིག་གོ་རྟོགས་སྤེལ་ཡག་དང་དེ་ནང་བཞིན་རྒྱལ་སྤྱིའི་ཐོག་ལ་བོད་དོན་ཞུ་གཏུག་བྱེད་ཡག་ལ་བོད་རང་བཙན་རང་གི་དོན་དག་ལ་ནི་བོད་དོན་ཞུ་གཏུག་བྱེད་དགོས་ཡ། དེ་ནང་བཞིན་གྱི་ད་ཅིག་ད་ལྟའི་བར་དུ་བཙན་བྱོལ་བོད་གཞུང་གི་ལངས་ཕྱོགས་དབུ་མའི་ལམ་གྱི་ཐོག་ལ་ཡོང་བ་རེད། ད་ལྟ་རྒྱལ་སྤྱིས་ཀྱི་འགྱུར་གྲོས་དེ་ཚོ་ལ་བལྟས་ན་དཔྱད་ཞིབ་བྱེད་དགོས་ཡག་གི་དུས་ལ་བབས་འདུག་ཟེར་ཡག་གི་གནས་སྟངས་དང་དེ་ཚོ་གི་ད་གྲོས་ཆོད་རིམ་པ་ཞིག་བྱུང་ཡོད་རེད་དེ་ནང་བཞིན་བསྒྲགས་གཏམ་ཡོད་རེད། བསྒྲགས་གཏམ་ནང་ལ་རང་ཚེ་ཚོགས་འདུ་ག་དུས་ཚུགས་པ་ཡིན་ནས་དེ་ནང་ལ་གཙོ་བོ་འགྲོ་བ་དེ་ཚོགས་འདུ་དེ་གི་ནང་ལ་གྲུབ་འབྲས་ག་རེ་ཐོན་ཡོད་པ་དེ་བྱས་དེ་ཁ་ལ་དམིགས་བསལ་གྱི་ཆབ་སྲིད་དང་འབྲེལ་བའི་གནད་དོན་མང་པོ་ཅིག་ཡོང་གི་ཡོད་དུས། ད་དེ་རིང་ང་ཚོ་གི་བར་སྐབས་ནེ་ཐར་ལན་ཏུ་གི་སྤྱི་དམངས་ཀྱི་ཁྲིམས་ཁང་ཞིག་ལ་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕེ་ཁྲིམས་གཏུགས་བྱས་ནས་འཛིན་བཟུང་གི་བཀའ་རྒྱ་བཀྲམ་ཡོད་པའི་དེའི་གནད་དོན་དེ་ལ་དེ་རིང་ང་ཚོ་གི་ཚོགས་ཐོག་འདི་ནས་རྒྱབ་སྐྱོར་དང་དགའ་བསུ་ཞུ་ཡ་དང། དེ་ནང་གི་བོད་མགོ་ལོག་ཁོ་ལ་རྭ་རྒྱ་འཇིགས་མེད་རྒྱ་མཚན་ལགས་ཀྱིས་བཙུགས་པའི། ར་ལྕགས་ཀྱི་སློབ་གྲྭ་དེ་ད་མིག་གིས་བཙན་ཅིང་སྒོ་བརྒྱབ་ཡོད་པ་དེ་གི་གནད་དོན་ཐོག་ལ་དེ་རིང་ང་ཚོ་གི་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་ཡ་དང་ངོ་རྒོལ་མཐའ་གཅིག་ཏུ་ཡོད་པ་དང་བོད་ཀྱི་ཆོས་དང་རིག་གཞུང་དེ་སུ་བདག་པོ་རྒྱག་དགོས་ཀྱི་ཡོད་པ་དེ་འདྲུ་གི་གནད་དོན་ཐོག་ལ་ང་ཚོ་གི་རྣམ་དཔྱོད་བཏོན་ཡག་སུ་ན་འདྲ་དྲིལ་བསྒྲགས་བྱེད་ཡག་གི་གོ་སྐབས་དེ་བྱང་སོང། མཐའ་མ་དེ་ལ་ད་ལྟ་དེ་རིང་བོད་རང་བཙན་གྱི་ཚོགས་ཆེན་འདིའི་ནང་ལ་རྒྱལ་ཁབ་མ་འདྲ་བ་མང་པོ་དང་ཐ་ན Australia ཚུན་ཆོད་ནས་ཆེད་ཕབ་གནང་ནས་དངོས་གནས་ཀྱི་རང་བཙན་དོན་གཉེར་བྱས་ཏེ་སོགས་ཆེད་ཕབ་གནང་ཡོད་པ་དེ་འདྲ་གྱི་གནས་སྟངས་བྱུང་བ་དེ་གྲུབ་འབྲས་ཡག་པོ་ཅིག་བྱུང་སོང་ཟེར་གྱི་ཡོད་ང་རང་ཕར་ལོག་དུས་དགའ་དགའ་སྤྲོ་སྤྲོ་ངང་ནས་ལོག་འགྲོ་ཡ་ཡིན་ཟེར་བ་ཡིན་དུས་ཕྱི་ནང།